རྒྱ་གླིང་འདམ་བུའི་ཕྱོགས་ཁ་ནས་རྒྱ་གླིང་བི་བི་ཡང་མི་འདོག་ལེ་འོག་ཏུ། བུ་ལ་ཟེར་སྐར་འབོ་ང་དང་བ་བུ་ཚོང་བེ་ནེ་ཟེར་སྐར་འབོ་ང་དང། བེ་ནེ་ང་དང་བེ་ནེ་བེ་ནེ་དང་སི་ཚོང་ཉོ་བྱེད། དེ་ནས་བོ་ཏཱ་ལ་ཟེར་སྐར་འབོ་དེ་ནས། བོ་ཏཱ་ཅི་སྤྱན་དྲ་ཚིག་གི་ཞིང་ཁམས། ཨ་ལས་སྤྱན་དྲ་ཚིག་གི་ཞིང་ཁམས་དེ་ནས་ང་དང་ཨ་ཀའོ། ལེགས་སྦྱར་རེས་སྐར་དེ་འགྱག་ག་ཨ་ལས་བོ་ཏཱ་ལ་ཟེར་སྐར་འབོ་ཨ་ལས།

དེ་ནས་ཨོང་ཡོང་བ་ལོན་ཁེར་ཁར་ངར་མའང་དེ་ནས་ལོན་སྟེ་ཁ་ལོན་ཁེར་ཁར་ཡོང་ནོ་བ་ལེ། ཨོ་ད་དེ་ར་མ་ཡིན་ན་དེ་ན་ར་ཡ་ན་ཡ་ར་ན་ར་ཡ་འཛེར་ཁན་གྱི་མི་དོ་ལེ། ཨོ་དེ་བོ་ཉ་བ་ཡིན་འདུག་དུ་བ། བོ་ཉ་བ་ཨ་ཟེར་ཁན་པོ་ཅིག་ནོ་ཟེར་ན་ག་དུ་ལོན་ཁེར་ཁར་མེ་སེན་ཇེར་ཟེར་དུ་བ་ལེ། ཡ་ལེ། དེ་ནག་ཚོ་ལ་བི་ཆུར་བི་ཆུར་ཚ་བོ་ཟེར་ན་ག་ཏོ་ཅི་ཟེར་ད་ནོ་བི་ཆུར་ཚ་བོ་འདུག་ཟེར་ན་ག་ཏོ་གོ། མ་བོ་ཚོ་བཅའ་འདུག་ཟེར་ད་ནོ་ཧ་ལེ། བོ་ཚོ་བཅའ་འདུག་གཞས་ཁྱུ་བཅའ་འདུག་ཟེར་ད་ནོ་ཨ། དེ་ནས་བུ་ཚ་ཟེར་དཀར་འབོ་ནི་ང་དང་ཚང་མ་ཁྱེད་ན་ནོག། དེ་ནས་བེ་ཅོན་ཟེར་དཀར་འབོ་སྐྱོད་ཟེར་འདུག་ཟེར་བ་དྲིན་པོ་བེ་ཅ་ནོ་ཅོ་ཅོ་ན་ཅོ་བེ་ཅོན་ཟེར་དཀར་འབོ་བེར་ཀ་ཟེར་འདུག་གལ་ལེ། བེ་ཅོན་འཛིན་ཟེར་ན་ག་ཏོ་ཅི་ཟེར་འདུག་ཟེར་ན་དེ་ནས་ཁྱབ་འཇུག་ག།

རྗེས་ཀྱི་སྐུའི་སིལ་མ་ནག་འོག་ཐག་མེད་པ་ལས། དེ་སྣ་ཚོགས་ལ་བརྟེན་ནས་མེ་ལ་ཟེར་ཡང་མེ་ལ་ཆུ་ལ་རྩ་ལ་རླུང་ལ་ཟེར་ཏེ་ལྔ་དང་འབྱུང་བ་བཞི་ཡར་ལྷག་རེ་རེ་ཡོང་དུ་འོག་དེ་ནང་ནས་མེ་ལ་བོ་ནོ། ཡར་ལས་དེ་སྣ་ཚོགས་ལ་བརྟེན་ནས་མོ་མ་ཟེར་སྐམ་པོ་མོ་ཐབ་ཀ་ནས་ཨ་བྷི་ལས་ཨ་བྷི་ཡོང་དུ་དེ་འོག་མོ་མ་ཡར་ཕོ་ཡོ་ནག་ཏོ་མོ་པ་ཟེར་ནོ་ཨ་ལས་འོག་དང་མི་ཡིན་མུ་མེད་མེ་མེ་ལ་མོ་མ་དེ་ཟེར་ཏེ། ད་ཅི་ཐུ་ལི་བི་བི་བུ་ལ་བེ་ནེ་པོ་ཏ་ལ་བི་ཡི་བུ་བོ་བེ་ལ་བོ་ཉ་བ་བི་ཅུར་བུ་ཚ་བི་ཅོན་བུ་དི་བོ་མི་ཡིན་མུ་མེད་མེ་ལ་མུ་མ་དེ་ཛེ་དེ་བོ་དེ་བོ་དེ་ནི་ང་དང་འོ་ཟོ་ཀེ་སིལ་ཉ་ཇེ་ཚ་ལི་ད་ཡོད་སིལ་བ་ཀྱུ་བི་བ་ཀྱུ་བི་བི་བི་བ་ཀྱུ་བུ་ལ་བུ་ལ་བ་ནི་བོ་བེ་ན་རི་མུ་ནེ་བེ་ནེ། ཅག་བརྩེ་བ་ལ་ཡང་ངེས་བྱས་ཨུ་ཚུགས་ཨི་ནང་ནས་ཨུ་ཚུགས་དྲི་བ་རྩ་ན་དྲི་ཡ་ནོ་ཧོས་ལེ། ང་ཆེ་ཡུལ་ལ་བུ་ལ་བ་བུ་ཨི་ཚུགས་ཤི་ཟེར་བྱེད་ན་ལེ་ཚང་མས་ལ་དྭགས་གངས་པས་དེ་ནས་བ་བུ་ཟེར་མང་ཆེ་བ་ད་བ་བུ་ཟེར་འགྲོ་བ་ཡང་ཡུལ་ག་ཅི་ག་ཡང་སོ་སོ་སོ་སོ་བཀོལ་འདུག་ཨ་ལེ་ར་མ་ཨ་ནོར་ཟེར་རྫོགས་དེ་རྫོགས་ལ་ཡང་མང་པོ་ཡོང་འདུག་ཨ་དེ་འོ་སོང་བ་ཚང་འོ་དེ་འོ་དེ་ནས་བསམ་འཆར་རིགས་ཡོད་ན་ག་ཏོ་འོ་ད་བུ་བུ་ཟེར་ན་ཨ་ཅོ་ཨ་ཅི་ཟེར་བྱེད་ན་ལེ། ཡ་ལེ་དེ་ན་ཚོ་ལོན་སྐལ་དཀར་ལ་ཅི་ཟེར་བྱེད་ན་ཡང་ཡུལ་ལེ་ན་ཨ་ལ་འབི་ཅོར་ཙ་པོ་དེ་ནག་ཚོ་ལ་འབི་ཅོར། ཡིན་འོ་དེ་ལྟེ་བ་དང་འབྲེལ་དེ་ཡང་ང་དང་ངའི་རང་རང་གཡུ་ལེ་ན་དེ་ནས་སྐར་ཚོ་ཚོ་ཚོ་ཚོ་ཡོང་ན་བ་ལེ་དེ་སྐོར་ལ་ཡང་ང་དང་འོ་ཚོ་སྤྲོ་ཚུལ་སྦྱར་ན་སྤྲོ་ཚུལ་ཆོས་ཐམས་ན་ང་ཞིག་ཡུལ་ལ་ཡུལ་ཚུགས་ཡིད་བ་ཡུལ་ཚུགས་ཟེར་ཅན་ཟེར་ཏེ། ཡི་གེའི་ཐོག་ན་ངེས་ཤེས་བྲིས་ཏེ་དཀར་ནག་བྲིས་ག་ནོག་དཀར་ནག་ག་དུ་མི་ཚང་མ་ཕ་ན་ནོག་བ་ལེ་མི་ཚང་མ་ཡི་ཡུལ་བྷི་ན་ཨོས་ཟུག་སི་ཀར་གྱིས་བཏང་འདུག་དེ་ཡུལ་བྷི་ན་ཏི་ཟུག་སི་ཀར་གྱིས་བཏང་འདུག་ག་ལ། ཟེར་ཏེ་ང་དང། ཡང་ང་དང། སི་ཀར་ཚང་མ་ཐ་སྙད་ཚང་མ་ང་དང་ཕྱོགས་བསྒྲིགས་སོང་པ་ཚང་དེ་ནས་སི་ཀར་སྡིག་པོ་ཕྱུག་པོ་ཏི་ཟུག་གྱུར་ར་ནོ་ཨ། འོ་དོད་སོང་པ་ཚང་རང་ཡང་སི་ཀར་སྡིག་པོ་ཕྱུག་པོ་གྱུར་ཅིག་ཟེར་བུ་ཡང་ང་དང་ཚང་མ་གྲོ་གླེང་སྦྱར་ཏེ་རང་རང་ཡུལ་ལས་སི་ཀར་ཚང་མ་ཡང་ང་དང། ང་ཏི་ཚོགས་པའི་སེམས་ཤེས་ཚོགས་པའི་ནང་ཡང་ཕྱོགས་བསྒྲིགས་ཆགས་ནོ་ཨ། ཏེའོ་ཙོང་པ་ཕྱོགས་བསྒྲིགས་བྱ་ནང་ག་ཏོ་དེ་ནི་ང་དང་ཡང་ཤེས་རིག་གི་ཕ་མཐན་ནོ། ཏེའོ་ཙོང་པ་ཚང་ཨོ་ཏེའོ་ཀ་ནི་མེར་སྣང་སྟག་ཕོ་བྲ་བྱ་ཚང་མ་ལ། འཇུ་ལེའི་ངོགས་འགྲོ་དེ་ལས།